འགན་གཙོ་བོ་ནི ྋགོང་ས་མཆོག་གི་བཀའ་སློབ་ལམ་སྟོན་ཁག་དང་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་ལམ་སྟོན་རྙིང་མའི་དབུ་མའི་ལམ་ཐད་ཤར་བསྐྱོད་དང་ནང་ཁུལ་མཐུན་ལམ་དམ་གཙང་དགོས་གལ་ཤིན་ཏུ་གལ་ཆེ། བཙན་བྱོལ་བོད་མི་རྣམས་ཕྱིའི་རྒྱལ་ཁབ་གང་དུ་གནས། ལ་ཞུ་བ་ཡིན། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།

ཡིན་ནའང། ཡིན་ནའང། ད་ད་ལྟ་རྣམ་པ་ཚོགས་ཀྱིས་མཁྱེན་གསལ་རེད། སྤྱི་པའི་ལས་དོན་བྱེད་པའི་སྐབས་སུ་ཏས་ཏས་དེ་འདྲའི་གནས་ཚུལ་འབྱུང་གི་འདུག་ཡིན་ནའི་ང་ཚོས་གནས་ཚུལ་ཆུང་ས་ལ་མ་བལྟ་བའི་ཐོག་ནས། ག་ཆེད་ང་ཚོས་ཀྱིས་ང་ཚོ་ཟླ་བ་བཅུ་གཅིག་ནང་ལ། ཨ་ནི།

ང་ཚ་འདི་ང་འོ་འདི་ཅིག་ལ་ཡིན། ད་ངོ་ང་ཚོ་གིས་འདི་ད་བི་ད་ད་ངོ་གངས་ཅན་ཆོས་འཛིན་ལ་འགྲོ་རྒྱུའི་སྐད་ཅིག Video དེ་དེ་འདྲ་ད Viral འགྲོ་ཆ་སྡོད་ས་རེད། ད་མི་མང་ཡིན་ན་ཡིན་ད་ངོ་ཅོ Viral འགྲོ་དུས་ཉིན་གཅིག་ཧ་གོ་མ་རེད། དེ་འདྲའི་གངས་ཅན་ཆོས་འཛིན་ལ་འགྲོ་ནས་དེ་འདྲའི་ག་བྱས་ནས་ཕྱིན་ཡིན་ན་དེ་འདྲའི། ད་ནི་བསམ་གྱིན་ཡོད་ཀྱི་རེད་ད་སྐད་ཆ་མགོ་མ་ཚོས་ད་མགོ་ཚུགས་མ་རག་ཉིན་ཅིག་ཧོབ་ལྟ་མེད་ལ་འགྲོ་བྱེད་རོལ། དེ་འདྲའི། ཧ་མ་གོ་ངེས་ཡོད་ཀྱི་རེད་མང་པོ་ཅིག་སྦྲུམ་མ་མ་ཧ་མ་གོ་ངེས་ཡོད་ཀྱི་རེད་ར་ད་འདི་ལ་ང་གསལ་བཤད་ཅིག་བྱེད་ཡ་ཡིན། ད་མགོ། འགྲོ་དགོས་ཡ་གི་རྒྱུ་མཚན་འདི། ད་དེ་འདྲ་ང་ཚོ་དེ་འདྲ། ཉི་མ། བི་དོ་ཅིག་འགྲོ་རེད་བྷའི་རོལ་བསོད་ནམས་གླང་དཀར་དང་བཀྲ་ཤིས་ལགས་ཀྱི། ངའི་སྤིན་རྒྱ་བུ་ག་ཅིག། Wife། ག་ཅིག་བི་དོ་ཅིག་བྷའི་རོལ་འགྲོ་རེད། ད་འདི་དོན་དག་ལ། ང་ཚོ་ཡི་བསོད་ནམས་ལ་ལ་ངེད་བ་ཡི་གི་བསོད་ནམས་ལ་ལ། མང་པོ་ཞུས་རེད་ད། སྐད་ཆ་བཤད་ཡ་གི། ཁས་ལེན་སྐད་ནི་ལེན་གོང་མར་ད་འདི་མ་རེད་བདེན་པ་མ་རེད། ཁྱེད་རང་བསམ་བློ་བཏང་བཏང་ནོར་རེད་ཁྱེད་རང་མིས་འདི་སྟན་ཕྱིས་རེད། ཁྱེད་རང་གི་སྤུ་གུ་ལ་བསམ་བློ་བཏང།

བདེན་པ་རེད་དུ་མ་རེད་དོ་ད་ཁོང་གི་ཨི་མེལ་གྱི་བྲིས་འགོད་དེ་དང་བི་དྲོ་དེ་ལ་ཚུར་ངོས་དེ་ཚུར་ངོས་མི་འདུག་ད་བི་དྲོ་དེ་རི་ལིས་མ་བྱེད་རང་བྱེད་ཁེ་རེད་ག་ཅིན་ན་ན་ཁོང་གི་ཁེན་ལེན་གོ་མ་རེད་ཁོང་གི་མི་མང་ལ་རྫུན་བཤད་དེ་རེད་བསོད་ནམ་ལང་ཀར་གི་དཀོན་མཆོག་གི་ཟིས་ནི་ད་དེ་བི་དྲོ་དེ་ལག་པ་ལ་ཐེ་རེད་བི་དྲོ་དེ་མེད་ན་ང་ཚོ་ལ་ད་ཁུངས་སྐྱེལ་ཡོད་མ་རེད།

ད་ང་གི་ངས་ཨ་ནེ་ངས་བ་ཡིག་གི་ད་ང་བཅོས་བཅོས་བཏང་གིན་ད་ལ་དུས་ག་རེ་བྱིན་ན་བྱིས་ང་ཚོ་འབྲེལ་བ་མེད་ལ་ད་ཁོ་གི་བར་པོ་ལི་ཁ་ནི་པར་མི་ཤེན་ཏེར་ད། ད་དེ་ག་ས་གི་ན་སྐད་ནི་ཁོ་ཚོ་མེད་ལ་བར་ད་འབྲེལ་བ་མེད། ད་དེ་མ་ཤེས་ངའི་པིང་རྒྱ་ཕུག་གི་ཁོ་རང་གི་བ་ཡིག་པ་སངས་ལང་ཀར་ལ་ཕོན་བཏང་ནི། སོ་ལམ་ལ་ཀ་ཨིན་དྲ་ཨིན་དྲ་བྱེད་ཀི་འདུག་ད་ལ་དུས། དང་པོ་དང་ཉེ་གཉིས་པ་སུ་ཡིན་ན་ཡིད་ཆེས་བྱེད་ཀྱི་མ་རེད་དང་པོ་བཞིན་ར་ལ་ནི་ཐུགས་ཡ་བྱེད་དུས་ཐུགས་ཡོད་མ་རེད། ཨ་ནི་ཞུ་ལ་ཡང་དུ་ཕོང་བཏང་དུས་ང་ལ video proof ཡོད་ལ་དུས་ངའི་བུ་ཆུང་བ་དེ་རླུང་ཚ་བོ་ཡོད་ར་ལ་ཤ་ད་རླུང་ཚ་བོ་ཡོད་ར་ལ་དུས་ད་ཞེ་ན་མགུ་ར། ད་ཡང་ཞུ་ལ་སྙི་བ་འདི་ལ་ཕོན་འདི་བྱེད་དུས་ང་ཚོ་ལ་ངའི་ཕ་མ་གི་སྙེ་མ་མཆུ་མཆུ་ལ་ལ་ཉུག་ཉུག་ཁྱོ་ག་ནང་ནས་གོམ་པ་རྒྱག་ཚར་ན་འདི་མི་མང་མི་མང་ག་ཅི་རེད། ད་འདི་ད་མོ་རང་གི statement རེད་ང་ལ་ཁྱད་པ་འབྲུག་མོ་འདུག་ད་སོ་སོ་སོ་གི་བསམ་བོ་བཏང་ད་ར། ད་སྐྱེ་མེད་ལ་ཁྱད་པ་མི་འདུག་ལ་གོ་ར་ད་བུ་ཁྱོ་ག་གོ་བ་འགྲོ་ན་འགྲིག་གོ་རེད་ལ་དུས།

ད་སེམས་པ་སྐྱོ་ཡ་མ་རེད་དེ་འདི་སྐད་ཆ་དེ་འདི། ད་མི་མང་ཁ་ཤས་ཀྱི་སྙེ་མ་ག་ལ་བ་རེད་པ་ཨ་དེ་འདི་སྤུ་བོ་ལ་བསམ་བློ་མ་བཏང་ནི་བིདོ་ག་བྱེད་ནི་འདི་ལིག་བྱེད་རེད་ལིག་ད་ད་བིདོ་ལིག་མ་བྱེད་ད་ཐབས་ཤེས་ཁོ་རང་ཡོད་མ་རེད་ལིག་ཨ་ནི་ཕ་དེ་རྫུན་མ་བྱེད་གོ་ར་བསོད་ནམས་ལགས་ཀྱི་མི་མང་འདི་ཚོ་ལ་ཁ་ཁ་བྱ་ནི་ལོ་བཞི་འགྲོ་གོ་རེད་འབྲེལ་བ་བྱེད་ཡོད་མ་རེད། ཕ་ཚོས་དེ་ཁྱོ་ག་སྐྱེས་མེད་མ་རེད། ལ་ནི་མ་བྷི་ཤེ་ནི་རྫུན་མ་བཤད་ནི་ད་དེའི་བྷི་དྲོ་རི་ལིས་ཁེའོ་བྱེད་འོ་ཁེ་རེད་ད་མི་མང་ཆེད་དུ་ད་དེ་དེ་འདྲས་རེད་དཱས་ལ་ནི་ཁོ་གི་ཁ་གི་སྐད་ཆ་དང། ཨི་མེལ་བྲིས་སྟངས་གི་སྐད་ཆ་རང་གསུངས་ལ་དེ་སྟངས་ད་དེ་གི་མི་འདུག་དེ་བདེན་པ་མ་རེད་ལ་ནི། ཕུ་བོ་དང་ཀི་མེ་ལ་བསམ་བློ་བཏང་ནི་ཀི་མེ་ག་ཅི་པར་བསླུ་ཡོད་མ་རེད་ཀི་མེ་གདོང་པ་མཐོང་གོ་མ་རེད། ཀླུ་ཡོད་མ་རེད་ཀི་མི་ག་ཅིག་སྡོང་པ། ཀླུ་ནག་ནི་ཨོ་དེ་དེ་ལ་ཡིག་འདུག་ཨ་སྤུ་བོ་ལ་བསམ་བློ་བཏང་ནི་མ་བཏང་ནི་ཡིག་ལ་ཡིག་རེད། མ་ཀླུ་ནག་ནི་སྡོང་པ་ག་ཅིག་སྟོན་དགོས་མ་རེད། ཚང་མ་ཀླུ་བཞག་ན་འགྲིག་གོ་ར། ཅག་སྐད་ཆ་སུ་ག་ཅིག་ཉན་དགོས་རེད་ད། ད་ང་ད་ད་མགོ་ཨ་ཅག་མ་འགྲོ་རང་འགྲོ་ཁེས་སོང་ང་ཚོ། ཕར་ལ་སྐུ་ཅིག་ང་ཚོ་ལ་སྐུ་ཅིག་གོ་སྐབས་ཅིག་སྟེར་རོགས་བྱེད་དང་ང་ཚོ་ལ་སྐུ་ཅིག་ཅིག་མཱིཀ་ལ་བཤད་རོགས་བྱེད་རྒྱུ་དང་དུས་ང་ཚོ་ལ་གོ་སྐབས་སྟེར་ཡོད་མ་རེད། ད་རྒྱུ་ལས་དེ་ཚོ་ཡིས་ང་ཚོ་ལ་སྐུ་ཅིག་སྐུ་ཅིག་རེ་བ་བརྒྱབ་ནས་སྐུ་ཅིག་ཨིན་དེ་མ་བྱེད་རོགས་བྱེད་ང་ཚོ་གིས་བརྟག་དཔྱད་བྱེད་གོ་སྐུ་ཅིག་ལ་ནི། ལ་ནི་ང་ཚོ་མ་སྟེ་ནི་མ་དོན་རེད་ད་ང་ཚོ་འགྲོ་རེད། འདི་སྨྲ་ཟིན་ལ་སྟེ་གང་ལ་ང་ཚོ་གིས་སྐུ་ཅིག་རེ་བ་བརྒྱབ་དུས་ས་གདན་ཀུན་དགའ་གིས་ངའི་ལག་པ་ནས་སྦྱོར་ལག་མ་འཐེན། འདི་ངེད་ལ་ལག་པ་འཆང་ག་ལེས་ངས་ལག་པ་བཀུག་ལག་པ་མ་འཆང་རུ་བྱེད་ཨ་ལན་པ་ལག་པ་མ་འཆང་རུ་བྱེད་བཀུག་ཅིག་ང་ཚོས་རེ་བ་རྒྱག་གི་ཡོད། ཟིང་ཟང་ཅིག་བླང་གི་མེད་བཀུག་ཅིག་བཀུག་ཅིག་བཀུག་ཅིག་ལ་ནི་ང་ཚོས་ཀྱི་རེ་བ་པེམ་མོ་ཤུན་བཀུག་ཅིག་ལ་ནི། ངེད་ཀྱི་འཇོ་ལགས་ཐེངས་སུ་ང་ཚོས་ཀྱི་བེ་ནོར་རེ་ཐེངས་སུ། ད་དམངས་གཙོའི་དུས་ཚོད་ཡིན་ལ་ན་ད་དམངས་གཅོ་དུས་ཆོད་མ་རེད་དོ་ཨ་ནི། ད་དེ་ཨོ་ཁེ། ད་དེ་ཞུ་ལ་ང་ཚོས་རྒྱུན་ལས་དེ་ཚོའི་གི་སྐུ་གཅིག་སྐུ་འགག་ད་ནམ་རྒྱུན་ཁྱེད་རང་བྷོ་ལིན་ཏེར་བྱེད་དགོས་ར། སྐུ་གཅིག་ལ་ནི་ང་ཚོ་ལ་དེ་བཞིན་ནི་ད་ང་རྒྱུན་ལས་དེ་ཚོ་ལ་ཁྱེད་ཚོ་ལ་ཡིད་ཆེས་ཡོད་ད་ང་ཚོས་དེ་རིང Petition File བྱེད་ཀྱི་ཡིན་ད། སྐུ་གཅིག་འདི་ལ་ཡག་པོ་བྱེད་ནི་ལྟ་རོགས་བྱེད། སྙེ་མ་བྷའི་ལོ་ཧ་མ་ཁོ་ནི། བྷའི་ལོ་ཧ་ཁོ་མ་སུ་ལོ་ཡ་ར་མ་སུ་གང་བྱེད་གང་བྱེད་ལ་ནི་ནོར་འཁྲུལ་མང་པོ་ཤོད་རེ་རེད་ད་ལོ་སྐུ་གཅིག་སྐུ་གཅིག་བྷའི་ལོ་ལྟ་རོགས་བྱེད། དྲང་བདེན་ལ་འགྲོ་རོགས་བྱེད་སྐུ་གཅིག་སྐུ་གཅིག་ང་ཚོ་རེ་བ་འདི་ཡོད། ད་ནི་ང་ཚོ་མ་ཐོན་རེད་ད stage ནི། ད་གང་བྱེད་རེད། ཁོ་རང་ཚོ་གི network གིས་དམག་མི་ལ་ཕོན་བཏང་ཤག། དམག་མི་ལ་བཏང་དགོས་ཕོན་བཏང་དགོས་རྒྱུ་མཚེ་ག་རེད་ང་ཚོ་གི་འཁྲུག་པ་ནི་རྒྱ་མེད། ང་ཚོ་ཡི་ཟིང་ཟངས་ནི་གླང་མེད། ད་ང་ཚོ་ལ་འདི་མཉམ་སྤྱོད་མ་ཤེས་ན་གང་བྱེད་རེད་ད། མཉམ་སྤྱོད་ཤོད་ར་ད་འདི་ང་ཚོ་ལ། ཕ་ནི་མི་དམངས་སྐད་གེགས་དོ། པད་མ་མེ་ཏོག་གི་ཕ་ནི་མ་དེ་མ་དེ་ལེགས་ད། འདི་མ་དེ་ལེགས་དེ། ང་ཚོ་ལ་འཁོར་སྐོར་ར་ང་ཚོ་ང་ཚོ་ལ་ང་ཡི་པིང་ཀ་ལ་དེ་འདི་ཆགས་དེ་རེད་ང་ཚོ་ནང་ལ་ཡིན་དེ་དཀའ་ངལ་གྱི་ཆེ་དེ་རེད། ཧུ་ཐུ་ནི་ཀླད་ཀོས་རེད་མ་གཞི་ང་ཚོ་དེ་འདི Stage གང་ལ་ལངས་ཡིན་དེ་བཞིན་ནི་ང་ཚོ་ལ་ངོ་ལྐོག་རྒྱག་དགོས་རྒྱུ་མཚན་མེད། ང་ཚོ་ཡིན་ན་ལོ་རྟག་པ་ཨམ་ལ་ནི་བཞིན་ནི་ང་ཚོ Volunteer བྱེད་ཀྱི་རྣམ་སེམས་ལོ་རྟག་པ་ང་རང་དགོངས་པ་ཞུ་དགོས་ཡིན་ད་རེད་ང་ཚོ Volunteer བྱེད་ཀྱི་ཡོང་གི་ཡོད། ཚོགས་གཙོ་ཚུར་ལངས་ན་པ་ནི་ང་གི་དབྱེ་བ་ཅི་བྲིས་མེད། འོ་ལེན་འདྲ་བྱེད་རྐྱང་བྱེད་ཀྱི་ཡོད། ཚོགས་པ་ག་རེ་ཡིས་པ་ནི་ང་ཚོ་ལ་སྟི་གས་བཙོང་རོགས་བྱེད་ཀུ་ཅི་ང་ཨི་ལ་ག་དུས་མེད་ལ་གི་མེད་གང་ཐུག་ཐུག་བཙོང་རོགས་བྱེད་ཀྱི་ཡོད་ང། ད་དང་པོ་ང་ཚོ་གི་རེ་བ་རེ་བ་ཅིག་རྒྱ་གར་ལི་རེད་ཀུ་ཅི་ད། སྒེར་གི་བསམ་བློ་མ་བཏང་ནི་གྲོགས་པོ་ཡིན་ལ་ནི་བསམ་བློ་མ་བཏང་ནི་ཀུ་ཅི་ཀུ་ཅི་ང་ཚོ་ལ་ད་དྲང་བདེན་ལ་འགྲོ་རོགས་བྱེད་ང་ཚོ་ལ་ཀུ་ཅི་རྒྱབ་སྐྱོད་དགོས་འདུག། ལ་ནི་ང་ཚོ་མི་མང་ལ་རིག་པ་ཞིག་ག་ལེན་ཞིང་ཅང་ལ་ང་ལེན་མེད་ང་ཚོ་འདི་ང་ཚོ་མ་བྱེད་རང་བྱེད་ཁེས་སོང་ག་ཚད་ན་ཕ་ནི་མི་རྒན་གོག་འདི་ཚོ་ལ་ཁུ་སིན་མ་རྒྱག་རོགས་གྱིས་ང་ཟླ་བ་བཅུ་གཅིག་མ་ཤི་ལྷག་ཡོད་མ་རེད་ལས་ཀ་ཤི་མ་བྱེད་བྱས་ལྷག་ཡོད་རེད། ལ་ནི་སོ་ལམ་ལང་ཀར་གྱི་མི་ལ་ལ་གི་འདུག་ལ་གི་འདུག། སོ་སོ་གིས་དྲང་བདེན་བྱས་ཡོད་ན་སོ་སོ་གིས་ནོར་འཁྲུལ་མེད་ན་མི་མང་ལ་ག་ཞིག་ནི་ས་ཡི་མ་རྒྱ་ལགས་བ་རེད། མི་མང་གིས་དངོས་གནས་ཨོ་བསོད་ནམས་ལ་བདེན་པ་རེད་བསོད་ནམས་ལ་ནོར་འཁྲུལ་ཡོད་མ་རེད་ལབ་ན། མི་མང་གིས་རྒྱག་གི་མ་རེད། ང་ཚོས་ཡིན་ནའི་ག་ཚོད་མོ་ག་ཚོད་ང་ཚོས་རོགས་པ་ཙར་ལ་འགྲོ་ན་རེད་སུ་ཙར་ལ་འགྲོ་ན་རེད། ས་ཡིན་ཟེར་ད་ལབ་ན་མིག་ཆུ་མིག་ད་ཟེར་གི་མ་ར་ང་རང་ཡིན་རོགས་པ་དེ་ཚོ་ལ་ངས་ཕོན་བཏང་དུས་དཀོན་མཆོག་ཁོང་ཚོ་ལ་ལབ་ཡོད་ད། ཁྱོད་ཚོ་ལ། དངོས་གནས་ཀྱི་སྐད་ཆ་ཧ་གོ་ཡ་དེ་བས་གལ་ཆེན་པོ་རེད། ག་རེ་བདེན་པ་རེད་དེ་འོ་དེ་ལ་འགྲོ་རོ་བྱེད། ཨིན་ཇི་མིན་ཇི་ངེད་ཀྱི་ལ་བ་དང་ང་ལ་སན་རྒྱ་གོ་མ་རེད་ཐུགས་རྗེ་ཆེ་ལ་གྱུ་ཡོད་སན་རྒྱ་ལ་སྐུ་ཅི་སྐུ་ཅི་ཐན་ཀྱུ་ལ་གྱུ་ཡོད་ཡིན་ནའི་སྐུ་ཅི་ད Find out བྱེད་དངོས་གནས་བདེན་པ་རེད་དུ་མ་རེད་དུ་བྱེད་གྱོད་དེ་ནོར་འཁྲུལ་རེད་དུ་མིན་འདུག་ཁོ་རང་གིས་མི་ལ་ལ་ནོར་འཁྲུལ་ཤོད་ར་ཡོད་རེད་དྲང་པོ་བཤད།

ལ་ནི་ད་ཚུགས་ང་ཚོ་ལ་ཡ་ལ་ད་ང་ཚོ་འགྲིག་མི་འདུག་ལ་འོ་ར་ད་ངའི་བ་ཡི་འགྲིག་མི་འདུག་ལ་འོ་ར་པི་ཀའི་བུ་དེ་འགྲིག་ཡོད་མ་རེད། ལ་ནི་ཁོ་འུ་ཐུག་ནས་བི་དྲོ་བླུག་གི་རོ། ད་ནོར་འགྲོ་བྱེད་ངའི་ཁོ། ག་མཇེ་ཆོས་འདོན་གླིང་དེ་བ་ལ་སྦྱིན་པ་ཡག་སྐྱ་ནས Stage སྒང་ལ Speech བྱེད་ཐུག་གོ་རེད། མི་མང་ལ་གདོང་མཐོང་སྟོན་ཐུག་གོ་རེད་ལྷ་དཀར་ལ་སླེ་ནི། ཀི་མེ་ཡིན་ན་ཞབས་བྲོ་འཁྲབ། ཁྱོ་ག་ཡིན་ན་ཡ་མ་འགྲོ་གྱོ་མོ་ཞོན་ནས་མི་རྣ་ལ་སྐད་ཆ་བཤད། ལོ་འགྲོ་མི་ངན་གོ། ད་ག་རྗེ་ཆུང་དེ་ལ་ཡོང་ཆོག་གོ་མ་རེད། ལྷ་དཀར་ལ་ཡི་ཡོང་ཆོག་གོ་མ་རེད། བསོད་ནམས་ལ་གོ་བ་ཡོད་ན་པ་ནི་ཡོང་ཆོག་གོ་མ་རེད་ད། དངོས་གནས་བྱས་ན་བསོད་ནམས་ལ་ལ་ཡི་དེ་བསླུ་ཡ་གོ་ར་མ་རེད་ད་ཡིན་ནའི་ང་བསླུ་གི་ཡོད། ང་གི་ཕ་མ་ང་ལང་ལ་ཕ་མ་རྒན་དེ་བསླབས་མ་སོང་དེ་འདྲས་ཡོ་ཨ་དེ་འདྲས་ཡག་པོ་ཡ་རབས་དེ་འདྲས་བྱེད་སྟངས་བསླབས་སོང་མ་ཤེས་ཨིན་དེ་ང་རང་ད་མགོ་འུ་ཐུག་ནི་ད་ང་རང་འུ་ཐུག་ནི་ད

ཁོ་རང་གིས་ཚོགས་གཙོ་དམག་མི་ལ་དཔུང་བཏང་ནས I am the president of Tibetan Community Center ལ་ག་ཅིག་ལག་པར་གང་ཅིག་ཤོད་ལེ་མིང་གང་ཅིག་ཤོད་དགོས་རེད་འདི་འདྲའི personal ཡིན་ན། ད་མི་མང་ཡིན་ན་ཡང་སྤུ་གུ་ཡོད་རེད་སོ་སོ་སྤུ་གུ་ཡོད་རེད་ནང་ལ། སྤུ་གུ་ལ་ད་སོ་སོ་གིས། གར་བསླབ་སྐོར་རང་ཚོད་ཀྱིས། རྫུན་མ་མ་ཤེས་ཨ། དྲང་པོ་ཤེས་ཨ། དྲང་བདེན་ལ་འགྲོ་རུ་མཆིས་ཨ། འདི་འདྲས་མ་ལ་འོག་རེད་ད། འདི་འདྲས་སླེབས་དུས་མིག་བཙུམ་ནས་དེ་འོག་རེད། Personal རེད། འདི་ད་རྫུན་མ་ཡིན་གྱི་རེད། ད Video དཔར་ཁོ་རང Video Viral འགྲོ་འདོད་རེད་ད་ག་འདྲས་རྫུན་མ་ག་འདྲས་རྫུན་མ་ཆགས་སྐོར་དེ་སྐད་ཆ་དེ། ད་ང་ཚོ་ད་ཁོ་པད་ཁོ་ར་སེམས་ཆུ། ང་ཚོ་ད་ད་མི་འདུག་ང་ཚོ་གཉིད་ཁོལ་མི་འདུག། བྱེད་སྟངས་མེད་མི་འདུག། མི་དམངས་ལ་རེ་བ་རྒྱག་ག་ལེ་རེད། རྒྱུན་ལས་འཛིན་ཚོ་ལ་རེ་བ་རྒྱག་ག་ལེ་ཡིན་ང་ཚོ། སྐུ་ཆེ་དང་བདེ་ལ་བལྟ་རོ་བྱེད། དྲང་པོ་ཡིན་ན་དྲང་པོ་རེད་ད་དྲང་པོ་ལ་འགྲོ་དགོས་རེད་བསོད་ནམས་ལ་ལ་སབ་པོར་བྱེད་དགོས་རེད་ང་ཚོ་ཡས་བྱིན་མྱོང་དེ་འདའ་བར་དུ་སབ་པོར་བྱེད་ཀྱི་ཡོད། ནོར་འཁྲུལ་ཤོར་ན་ནོར་འཁྲུལ་རེད་ལ་ནི་སོ་སོ་ལངས་ཐུག་དགོས་རེད་མ་གཞི་ནོར་འཁྲུལ་ལབ་པ་ནི་ཁ་བཙུམ་ནས་འདི་ན་ནི་ད་ང་ཚོ་ག་བྱེད་དགོས་རེད་ད། ད་མགོ་འདྲ་བོ་མ་བྱེད་རང་བྱེད་ཁེ་སོང་ང་ཚོ། ཁ་ཚོན་མི་མང་ཁ་ཤས་ཀྱི་ད་མི་ཁ་ཤས་ཀྱི Personal རེད Personal རེད་ལགས་འོ་ར་ད་དེ། ང་ཚོ་བྱེད་དོ་མེད་ལགས་འོ་ར་ད་དེ་བཞིན་ནི་ང་ཚོ་དང་པོ། Stage ལ་མ་ཡོང་ཡང་འཁེལ་སོང། ད་དེ་འདྲ Video ད་ང་གི་བཤད་དགོས་དེ་གང་ཡིན་ན་ད་དེ་འདྲ Video འགྲོ་བཞག་དེ་འདྲ Viral འགྲོ་ལྟོས་བཞག་མི་ཁ་ཤས་ཀྱི་མགོ་ཚུགས་ཀྱི་ཡོད་ཀྱི་མ་རེད་ཁོང་ཚོ་གང་བྱེད་ཡིན་ན་དེ་འདྲའི། དེ་འདྲའི་དགའ་འབྱོར་ཆུང་འདི་རིང་ལ་ཨིན་དེ་ཕྱིན་འདི་ལ་ནི་བསམ་རྒྱུ་ཡོད་ཀྱི་རེད་དེ་བཞིན་ད་ང་གི་འགྲེལ་བཤད་རྒྱས་ཏེ་ང་རང་ལས་འགན་ཁེལ་ནས་ངེད་ཀྱི་འགྲེལ་བཤད་རྒྱག་རྒྱུ་ཡོད། ཚིག། མ་ཡ་མ་ནོར་རེད་ན་ཀུ་ཅི་དགོངས་དག། ཡིན་ནའི་ཀུ་ཅི་ཀུ་ཅི་དང་འདྲས་ལ་ད་ནི་ང་ཚོ་ལ་རྒྱབ་སྐྱོར་གནང་རོགས་གནང། ད་ལས་རིན་དེ་ཕྱིན་ན་གཞུང་མ་ཡས་མ་འོངས་པ་གཞན་པ་གི་བྱེད་ཀྱི་རེད། རང་ཅག་བྱེད་ཀྱི་རེད་འདི་སྐད་ཆ་འདི་རང་ཅག་རང་བྱེད་ཀྱི་རེད་ནོར་འཁྲུལ་འདི། ཨ་དེ་དུས་ད་སྙན་མ་ངག་གི་ང་ཚོས་ཀྱི་ཡིན་དེ་ཀ་ཡིན་ན་ཏག་ཏག་ཡིན་པ། ཡང་ན་དེ་དུས too late རེད་ད། བཟའ་ཚང་གཅིག་དེང་དཀྲུག་ཚར་རེད་ད། རྒྱ་བོད་མི་གཅིག་སྲུང་འཁོར་ད། བཟའ་ཚང་དཀྲུག་མཁན་ལས་སྡིག་པ་མེད། ད་ང་ཀུ་ཅི་ཀུ་ཅི་ང་ཚོ་ང་ཚོ་ལ་རེ་བ་རྒྱག་ཡིན། ད་མགོ་ཡིན་ནའི་ང་ཚོས་ཀྱི་དེ་འདའི་ངོ་རྒོལ་བྱེད་ང་ཚོས་ཀྱི་དེ་འདའི violence གི་དེ་འདའི་ནི་ག་ཡིས་བྱེད་མེད་ར་སོ་སོས་སེམས་པ་སྣང་དག་གི་སླད་ཡིན། ངའི་ལག་པ་ནས་ས་འདའི་གོང་ཁ་གི་ཇོ་ལ་འཕྲོག་སོང། ད་འདི་ཨ་ཨེ་སོལ་མ་རེད་དེ། ཁ་ནི་ཨེ་སོལ་ལའེ་འདི་ཨེ་སོལ་ཡིན་ན་ངེད་ཀྱི་ལག་པ་ནི་ཇོ་ལ་ཁྲོ་གུས་འདི་གང་རེད་ད། འདི་ཨེ་སོལ་མ་རེད་ནི། མ་འོངས་པ་ད་ཁོང་ཚོས་ཀྱི network use བྱེད་ནི་ལྷ་དབང་ལགས་ལ་ཕོན་བཏང་འདུག་ལྷ་དབང་ལགས་ཀྱི་དམག་མི་བཏང་ཤག་ད་ང་ཚོས་ཀྱི་ནོར་འཁྲུལ་གང་བྱས་ཡོད་རེད་ད། ད་དེ་ང་ཚོ་བོད་ཁོ་ན་སེམས་པ་ཡོད་ཡོད་འཕང་གི་འདུག་ར་དྲང་པོ་བཞིན་ད་དེ་ང་ཚོ་བསམ་བློ་བཏང་ན་མི་འདྲ་ང་དང་ང་རང་ཨ་ཅག་འདུག་དང་པོ་ར་དང་ཨ་མ་ལ་སླེབས་གསུང་ཨ་ནི་ང་རང་ཚོ་རོགས་པ་ཡིན་ཤེས་ཀྱི་ཡོད་རེད། ང་དངོས་གནས་བཤད་ན་རྒྱབ་སྐྱོར་གནང་དགོས་ཡ་རེད་དངོས་གནས་བྱས་ན་དང་པོ་བཤད་ན། ཨ་ཁ། དེ་ཚོ་ག་བྱིན་ལེ་ཡིན་ན་དེ་འདྲའི་ཀུན་སྤྱོད་དེ་འདྲའི་སེར་ལ་དགོངས་ནས་འི་འདྲའི་རེ་བ་ཞུ་དགོས་དེ། བསམ་བློ་བཏང་དགོས་རེད་དངོས་གནས་བྱས་ན། དེ་འདྲ་ལ་ཁ་བཙུམ་ནས་བསྡད་ན་ད་ཨ་ནི་འགྲིག་གོ་མ་རེད། ང་ནི་ད་ང་ལ་ཡ་མི་འདུག་ང་ཚོ་ལ་ད་སྐུ་གཅིག་ད་སྐུ་གཅིག་མི་མང་ད་དེ་ལ་སྐུ་གཅིག་ཡག་པོ་བྱས་ནས། Truth define out བྱས། ཨཱ་ནི། རྒྱབ་སྐྱོར་གནང་རོགས་གནང། བདེན་པ་ལ་རྒྱབ་སྐྱོར་གནང་རོགས་གནང། མིའི་ནོར་འཁྲུལ་མེད་ངེས་དེ། གངས་ཆུ་ཤིང་རིང་ལ་གོམ་པ་རྒྱག་ཡས་མེད་སྐྱོག་ལྷ་ག་ལ་འགྲོ་ཡས་མེད་སྐྱོག། ནོར་འཁྲུལ་ཡོད་ངེས་དེ་འགྱིང་བག་བསྐྱངས་ནས་འགྲོ་ཡས་ཡོད་སྐྱོག་དེ་ད་ད་འདི་མཉམ་སྤྱོད་མེད་ན་ག་རེ་ད་ང་ཚོ་ལ། ད་འདི་ང་དེ་རིང་ཤེས་ཤེས་མ་རེད་ད་ང་དེ་བྷ་ཙེབ་དེ། མ་ལོ་རང་རོ་ཁེ་སོང། ཀུ་ཅི། Please ང་ཚོ་རེ་བ་རྒྱག་ཡོད། ཀུ་ཅི་ཀུ་ཅི་ལ་ནི་རེ་བ་རྒྱག་ཡོད། སྐྱོ་བོ་འདི་ལྷ་ལ་ཡ་མེད་ཀུ་ཅི་གུང་བརྡ་དང། ཐུགས་རྗེ་ཆེ། སྟག་མ།